ཨོ་རྣམ་པ་ཚོ་རྒྱ་ནག་ནས་རྒྱ་ནག་གི་ནད་ཡམས་ཀྱི་ཐོག་ནས་འཛམ་བུ་གླིང་ལ་ཟིང་ཆ་ཞིག་པོ་ཅིག་བཟོས་པ་རེད་བ་དཀའ་ངལ་ཞིག་པོ་ཅིག་བཟོས་པ་རེད་ད་དེ་དེ་གཅིག་བྱས་དུས་ང་ཚོ་དང་འབྲེལ་བ་ཡོད་རེད། ང་ཚོ་བོད་པ་དང་འབྲེལ་བ་ཡོད་རེད་གང་ཡིན་ཟེར་ན་རྒྱ་མི་དང། འཛམ་གླིང་གི་རྒྱལ་ཁབ་མང་པོ་ཅིག་དང་འབྲེལ་བ་ཡོད་བྱུང་བར་བ། ནད་ཡོམ་དེའི་ཐོག་ནས། ད་འཛམ་བུ་གླིང་གི་མི་མང་པོ་ཅིག་རྒྱ་ནག་རྒྱ་མི་རྒྱ་མི་དམར་པོ། རྒྱ་མི་རྒྱ་མི་དམངས་ལ་ཞི་རག་ཞུ་གི་ཡོད་མ་རེད། རྒྱ། དམར་པོ་ཤི་ཅི་སི་སི་ཕི་དང། སི་སི་པི་འགོ་ཁྲིད། ནས། བཙན་ཡོམ་བྱེད་མཁན་དེ་ཚོ་གིས། མི་དེ་ཚོ་ལ་ཞུགས་ཡོད་རེད་མང་ཆེ་གེ། ད་ཁོང་ཚོས་ལོ་དྲུག་ཅུ་ནང་ལ་སྐྱག་རྫུན་དང་རྫུན་མ་ཞེ་ཐག་བཟོས་བསྡད་ཡོད་རེད། ད་བོད་པས་ཀྱི་སྐྱག་རྫུན་དང་རྫུན་མ་བཞི་བོ་བཟོ་གི་འདུག་རྒྱ་མི་གི་སྡུག་པོ་དེ་འདྲ་ལྟ་འགོ་བར་ཚོས་ང་ཚོས་དུས་རྒྱུན་ནས་ཞུས་ནི་མི་ཉན་མཁན་མི་འདུག་བསད་མཁན་མི་འདུག་ཟེར་ཚེ་ནི། ང་ཚོས་མང་པོ་ཅིག་ཞུས་བསྡད་རེད། ད། དུས་སྐབས་འདི་མ་ཤོར་བ་བྱས་ཏེ་དུས་སྐབས་འདི་གཟིམ་དགོས་ཀྱི་འདུག་ཟེར་མཁན་བོད་པ་དཀྱུས་མ་མང་པོ་ཞི་བི་དུ་ད་ཨ་ནི་བོད་གཞུང་ཕྱོགས་ནས་བོད་པའི་སྲིད་དོན་བྱེད་མཁན་ནས་དབུ་ཁྲིད་བྱེད་མཁན་ནས་ཞེ་དྲག་གོ་ཡ་མི་འདུག་དོག་དོག་རེད་སྐོར་བརྗོད་གཏིང་མཁན་མི་འདུག་དོག་དོག་བྱེད་མཁན་དེ་འདྲས་འདུག་ག་དེ་འདྲས་ཡིན་དུས་ད་ང་ཚོ་ལ་སྒྲིག་འཛུགས་ཅི་འདི་ཡོད་རེད། བོད་ཕྱི་ནང་གཉིས་ཀྱི་ཐོབ། ཕྱི་ནང་གཉིས་ལ་བཞུགས་མཁན་གྱི་མི་ལ། ང་ཚོ་ལ་རང་དབང་མི་འདུག་རང་བཙན་མི་འདུག། རང་ཐག་རང་གཅོད་དགོས་པའི་དབུ་མའི་ལམ་མི་འདུག་ཟེར་བཞིན་ཅིག་ཤི་རྟ་གི་མི་མང་པོ་ཅིག་ཡོད་རེད། ད་སྔོན་མ་ཡིན་ན་དུས་སྐབས་མང་པོ་ཅིག་ཤོར་རེད། ད་ད་རེའི་དུས་སྐབས་ཀྱི་ཟིན་མ་ཐུབ་པ་ཀྱི་རྒྱུ་མཚན་ག་རེ་ཡིན་ན། ཚང་མ་བློས་བཏང་པ་ཡིན་ན་བོད་པ་བོད་པ་ཚང་མ་ལ་པ་དྲང་པོ་བྱས་ནས་མ་གསུངས་བྱས་བློས་བཏང་པ་ཡིན་ང་ཚོ་ལ་གོ་ཧད་མེད་ཟེར་ཅུ་ནི་གསུངས་ན་ནི་ཀོ་བསྒྲིགས་རོགས་རེད་བ། དེ་ནི་དེ་ཡིན་ས་མ་རེད་ཟེར་བློའི་རྩ་བ་རང་ནས་བཏང་ཡོད་མ་རེད། སེམས་ཤུགས་ཆེན་པོའི་སྒང་ལ་གནས་བསྡད་ཡོད་རེད། དེ་འདྲ་ཡིན་དུས་ད་དུས་སྐབས་དེ་གཟིམ་གོ་གི་འདུག་ཟེར་ནས་སྲིད་བྱུས་ཀྱི་གོ་གི་འདུག་ཟེར། བྱུས་ཀྱི་གོ་ཨ་ནི་འཛམ་བུ་གླིང་འདི་ཚོ་ནང་ལ་ད་སྔོན་མ་ལོ་དྲུག་ཅུའི་ནང་ལ་ང་ཚོས་འདི་རྒྱ་མིག་གི་སྐོར་ལ་བཤད་པ་འདི་ཞུས་པ་དེ། ཨ་ནི་རྒྱ་མིག་གི་སྤྱོད་པ་འདི་འདི་འདྲས་རེད་ད་འདི་འདྲས་རེད་ཟེར་ནས་ཞུས་པ་དེ། ད་དངོས་ཡོད་འཛམ་བུ་གླིང་ནང་ལ་ཡོང་གི་ཡོད་རེད་པ། ཁོང་ཚོ་གིས་ན་བཟའ་གི་དང་པོ་ན་བཟའ་འདི་གོས་ནད་མ་རེད་ཟེར་ལ་སོགས་པ། ཨ་ནི་རྒྱ་ནག་ནང་ལ་དམ་དྲག་བྱས་ན་བཟའ་འདི་ཚོ་བྱས། ཕྱི་ལོགས་ལ་སུ་འགྲོ་གི་ཡིན་ན་བཏང་བཏང་ནས་བཞག་པ་དེ་ཚོ་པད་མ་སིག་རྫབ་ཅེས་ར་བ། དེ་འད་ཡིན་དུས་མི་ས་ཡ་མི་འབུམ་མང་པོ་རྒྱ་ནར་ཕག་ཚུགས་འགྲོ་མཁན་ཞི་བུ་ཆུང་བྱས། ཨན་ཞུ་གོ་གོ་ཚོད་ལ་མ་ཚོད་ལ་གོ་ཚོད་དུས་ན་ཚི་དེ་ནད་ཡོམ་དེ་ལས་ཚ་འདུག་བ། ད་དུས་ཚོ་མང་ཆེ་ཨན་ནི་ན་ཚ་ཁོ་ད་གོ་ཆུང་ཁུང་དེ་ག་འད་ཡིན་ན་དེ་ཨ་ལི་ཕག་ཞག་ནི། ད་ག་འདྲ་ཕི་གའི་ནད་ཡོམ་འདི་བྱུང་ནི། ཨེ་དེ་འདྲས་འདུག་དེ་འདྲས་འདུག་ཟེར་བྱས་ནི། མ་ཤེས་པའི་ཆད། བཀག་འདོམ་བྱས་ནི་བཞག་ནི། དེ་ལ་གྱོང་གུན་ཞི་བུ་ཅི་རག་ར་བ། ད་བོད་པ། འཛམ་བུ་གླིང་འདི་ཚོ་ནི་རྒྱ་ནག་ལ་ཁོང་ཁྲོ་ལངས་བསྡད་ཡོད་རེད། དེའི་སྐབས་དེ། ཨ་ནི་བོད་པའི་ལོ་རྒྱུས་འདི་ཁོང་ཚོ་རྒྱུད་ཅེས་བཤད་དགོས་ཡས་དང། བཤད་བཅུག་དགོས་ཡས་དང་བཤད་རོགས་བྱིས་ཟེར་དགོས་ཡས་དང། ཨ་ནི་ང་རང་ཚོ་ཡིན་ནས་ཅིག་རྣམ་འགྱུར་ཅིག་སྟོན་དགོས་ཡས་ཅིག་དུས་ཚོད་ཅིག་ཤར་ཡོད་རོགས། ཨ་ནི་རྒྱ་ནག་ལ་དཔེ་ནི་མ་ཤོག་སེ་རེད་དང་ཨ་རི་དང་དུས་ཚོད་ཤོག་སེ་རེད། ཨ་རི་ལས་དང། མི་གེ South China Sea ལ་མ་ཤོག་པ་ཡིན་ན།

ཁུ་སིམ་སིམ་བྱས་ནས་ཡི་གེ་ཞུ་མཁན་དེ་འདྲས་རེད། མི་མང་དེ་ལ་གོ་རྟོགས་བྱས། ང་རང་ཚོའི་ལས་ཁུངས་འདྲ་མི་འདྲ་ཡོད་རེད་པ་དེ་ཚོ་བརྒྱུད་བྱས། གོ་རྟོགས་དེ་འདྲས་བྱས་ཡོད་ན་མེད་ན་ཟེར་ནས། ད་མི་མང་པོ་ཅིག་གིས་དེ་འདྲས་བྱེད་དགོས་ཀྱི་འདུག་དུས་སྐབས་ཟེར་དགོས་འདུག་ཟེར། ང་རང་ཚོ་ཡིན་ན་རྒྱ་མི་ལ་རྣམ་འགྱུར་སྡུག་ཅག། མི་རིགས་དབྱེ་བ་དབྱེ་བས་སོ་ར་འདི་བཅས་ནི་ཁ་རྒྱག་པ་ཅི་གོ་ཞེས་སྨྲ་ཤེས་པ་བཅས་བོད་ཀྱི་རྒྱུ་མཚན་འདི་བཤད་འདུག་བོད་དེ་ལོག་ཁ་ཡིན་པའི་རྒྱུ་མཚན་དེ་ཨ་ནི་ཤར་དང་ཞོར་ལ་བཏང་ནས་ཨ་ནི་འཛམ་བུ་གླིང་ནང་ལ་ཁྱབ་བསྒྲགས་བྱས་ནས་ཧོ་གོ་བ་རྒྱ་མི་ལ་སྐད་ཆ་བཤད་དུས་འོ་ནི་ཁྱེད་རང་ཚོས། ཡུལ་ག་མི་རིགས་དེ་ཚོ་ལ་སྡུག་ཅག་དེ་འདྲ་བྱས་ར་བ་སེ། བོད་པ་ལ་དེ་འདྲ་བྱས་ར་བ་སེ་ནས། རྒྱ་མི་ནང་དུ་རྒྱ་ནག་གི་ནང་ལ་ག་འདྲ་བྱས་ར་སེ། ཐའེ་ཝང་ལ་ཐུབ་ཚོད་ག་འདྲ་བཏང་དགོ་བ་ར་སེ་ནས། ཧོང་ཀོང་ལ་ཐུབ་ཚོད་ག་འདྲ་བཏང་ར་སེ་བྱས་ནས་ཅིག་ཡ་ལང་ཀ་ར་ཅི་ལྟར་འགྲོ་བ་མིའི་ཐོབ་ཐང་སེ་ངེ་དེ་ངོས་ལེན་ད་བྱེད་ཀྱི་ཡོད་ཀྱི་རེད་བསམ་གི་བོད་གཞུང་དེ་ཚོ། དེ་འདྲ་ཅིག་གནང་གི་ཡོད་ན། ད་སྐད་སྐད་དེར་རྒྱ་སྒོ་ཡོད་རེད་བསམ་གྱི་འདུག་གང་ཟེར་ན་བོད་བོད་པ་མི་དཀྱུས་མ་དེ་ཚོ་ནི། ནང་ལ་བོད་ལ་བཞུགས་མཁན་གྱི་མི་གིས་རྒྱག་ཐུབ་མ་རེད་པད་མ་ཟེར་གྱི་འདུག་ཅག་ཡོད་རེད། རྩ་བ་ནས་སྐད་མ་རྒྱབ་ན་ཡག་རེད་འབྲིང་འབྲིང་བྱས་བསྡད་ན་ཡག་རེད། ད་ཕྱི་ལོག་བསྡད་མཁན་ཚོས་ཚོ། སྐོར་བསྐྱོད་ཅིག་ད་གཏིང་གོ་གི་ཡོད་པས་བཟོ་བལྟ་ར་ཅིག་མཐོང་གི་ཡོད་རེད་དོ། འོང། ང་ནི་བོད་པ་ཁ་ཤས་ཁོང་ཚོ་གཡས་རེད་གཡོན་རེད་ཟེར་ན། གཡས་ནས་སྐད་ཆ་བཤད་པ་ནས་ན་གཡོན་ནས་སྐད་ཆ་བཤད་པ་ཡིན་ན་འདྲ། སུ་གི་བདེན་པ་བཤད་ན་དྲང་པོ་བཤད་ཀྱི་འདུག་ན་རེ་བ། འགྲིག་པ་རེད། ང་ཚོ left wing སོ་སོ་ཕྱོགས་ཀྱི་ཆོས་གོས་སོ་རེ་ཆེ། right wing ལ་ཕྱོགས་ཆོས་གོས་ཡོད་ན་སྔོན་མ་ནས་ང་རང་ཚོས་སྐད་ཆ་བཤད་དགོས་བ་རེད། རྒྱ་མིག་གི་བཙན་དབང་དེ་ལ